ལས་མཚན་སྔོན་མའི་ནོར་ལྷོ་རྣམ་རའི་སློབ་གྲྭ་ཆེན་མོ་སྨན་རིའི་གླིང་གི་དགེ་རྒན་ཆེན་མོ་བདུད་འདུལ་ལགས་ཀྱིས་ང་ཚོ་ལ་ཆུ་ལུམ་དང་གློག་ལུམ་སྤྱི་ལུམ་གསུམ་ལས་ལག་ལེན་སྟབས་བདེ་ཞིག་ནུས་པ་ཆེ་བ་ནི་སྤྱི་ལུམ་ཡིན་པ་དང། སྨན་ལུམ་གྱི་རྒྱལ་པོ་ལྟ་བུ་བདུད་རྩི་ལྔ་ཡི་གཡོ་བ་ལའང་རྒྱས་འགྲོས་དུས་གསུམ་ཡོད་པ་ལས། ཚད་ལྡུམ་གྲོག་གི་བདུད་རྩི་དང་བ་ལི་སྤང་གི་བདུད་རྩི་མཁན་ཤ་ས་ཡི་བདུད་རྩི་བ་འབུ་ཆུ་ཡི་བདུད་རྩི་བཤུས་པ་གཉན་གྱི་བདུད་རྩི་བཅས་ནད་པ་སོ་སོའི་གནས་པ་ལྟར་ཁ་མཚར་སྦྱོར་སོགས་ཡས་པའི་སྐོར་ཆེ་ཕྲ་ནོ་ཡོད། འོ་ན་ལམ་གྱི་རྒྱུན་འཛིན་དང་དག་པའི་སྐོར་ལ་དགེ་རྒན་བདུད་འདུལ་ལགས་ལ་དགོངས་པ་ཅི་འདྲ་ཡོད་རྒྱུ་རེད་ཟེར་ན། ཐེངས་འདིའི་མཁན་སྤྲུལ་སྒྲོལ་མའི་ལན་ཚད་དུ་ལྷོ་ནུབ་མི་རིགས་སློབ་གྲྭ་ཆེན་མོའི་དམངས་རིགས་གླིང་གི་དགེ་རྒན་ཆེན་མོ་བདུད་འདུལ་ལགས་ཀྱིས་མུ་མཐུད་དེ། མི་ཡི་རིགས་ཀྱི་གཟུགས་མེད་རིག་གནས་ཤི་གཞོག་གི་མེ་ཐོར་བརྩིས་པའི་སྨོན་ལམ་གྱི་རྒྱུན་འཛིན་དང་དར་སྤེལ་སྐོར་ཆེ་ཕྲ་ནོ་རྒྱུ་ཡིན་པས་ཁྱེད་ཀྱིས་གཟིགས་པར་དགའ་བསུ་ཞུ། ང་འདི་གུས་ཀྱི། ལྷོ་ནུབ་མི་རིགས་ལྷོ་སྒྲིལ་མི་རིགས་གླིང་གི་སློབ་མ་ཚོ་དང། གཉན་ཁྲི་མདུན་རྒྱལ་གཟིགས་མོ་བ་ལྷན་རྒྱས། མཚོ་སྨད་སྐུ་ཁང་བཟང་ཟས་ཀྱི་དང་བཀྲ་ཤིས་བདེ་ལེགས་ཞུ་རྒྱུ་ཡིན། ད་ངས་འདི་ན་ལས་སྨོན་ལམ་དེ་རྒྱུན་འཛིན་དང་དར་སྤེལ་གཏོང་རྒྱུ་གི་སྐོར་ལ་ཅེས་བཤད་རྒྱུ་ཡིན། ད་བོད་མི་སྨན་ལུང་གི་སྐོར་འདི་ཨ་ལོ་རྒྱུས་ཧ་ཅང་ཡུན་རིང་པོ་ཡོད་པ། ཨ་གསོ་བ་རིག་པ་ཕྱིའི་ལོ་རྒྱུས་ཀྱི་དབང་དུ་བྱས་ན། དེང་སང་མཁས་པ་མང་པོ་ཅིག་གིས་དུས་ཡུན་རིང་པོ་ནས་རྟོག་བཤད་དང་ཞིབ་འཇུག་བྱས་པ་བརྒྱུད་ནས་ད་བར་དུ་ལ་ཨ་ལོ་ངོ་བཞི་སྟོང་ཉེ་བ་སུམ་སྟོང་བརྒྱད་བརྒྱ་ལྷག་ལྷག་གི་ལོ་རྒྱུས་ཡོད་རེད། ཨ་དེའི། ལོ་རྒྱུས་ཀྱི་ཆོས་རིག་མ་ནོར་ནས་སྨན་ལུང་དེ་ད་ལྟར་སྔ་ཤེས་ཡིན་པ་དེ་བཤད་མ་དགོས་པར་དེ་ཞིག་དུས་ཀྱི་ལོ་རྒྱུས་ཡུན་རིང་པོ། དེ་ནས་གཉིས་ལ་ཕན་ནུས་ཡག་པོ་ཡོད་པ་ཡིན། ཨ་ཕན་ནུས་ངན་ས་ཅིག་ངེད་གནས་གྲོང་ནས་འོ་ཡ་ཀོང་ལོག་གིས་རྩྭ་དང་ཆུ་རྒྱུས་ལ་སོགས་པ་ལ་ཤན་ཞུགས་ནས

མེ་ལོང་བྱེད་ས་དེ་བཙུགས་ནས་མཁར་བ་རི་བ་མཁར་སྟེང་མཁར་སྟེང་བཙུགས་ནས་མེ་གང་ནུས་ཚུར་ཡོང། ནི་ལོ་ཉི་མ་བཅལ་ང་ཉེ་ཟླ་བ་གཅིག་ཡན་ཡན་བྱེད་ཚར་རྗེས་ལ། ད་ཕར་རྒྱ་ལ་ལོངས་འགྲོ་དུས་དེ་ནི་མཁར་བ་མེ་གང་ནང་ལ་གཡུགས་ནས་སྒོག་ནས་འགྲོ་ཆོག་པ། ད་དེ་ལྟ་བུ་བྱེད་མཁན་ཡང་ཡོད་རེད་ངོ་མ། མེ་ལོང་དེ་ཚད་དང་ལྡན་པ་ནད་མེད་བཀྲེས་སྟོང་དེ། ཡག་པོ་ཅི་རེད་ཐོས་ན་དེ་ལྟ་བུ་ནུས་པ་ཆེན་པོ་རེད། དེ་ནས་གསུམ་པ་གྱོང་དུ་བྱས་ན་དཔེར་ན། ད་ལྟ་རྒྱ་ཕྱི་མཉམ་འབྲེལ་རྒྱལ་ཚོགས་ཀྱི་རིང་ལུགས་ཚན་རྩལ་རྩ་འཛུགས་ཀྱིས་མིའི་རིགས་ཀྱི་གཟུགས་མེད་རིག་གནས་ཤོག་ཁག་གི་གྲས་སུ་ཚུད་ཡོད། ད་ལྟའི་ཧ་ཅང་གི་རྩ་ཆེན་པོར། ང་ཚོ་བོད་སྨན་བོད་རིགས་ཙམ་དུ་མ་ཟད་ང་ཚོ་རྒྱལ་ཁབ་ནང་ཁུལ་ཙམ་དུ་མ་ཟད། ཧ་འཛམ་བུ་གླིང་གི་སྟེང་ན་རྒྱལ་ཁབ་ཁག་སོ་སོ་མི་རིགས་ཁག་སོ་སོ་གིས་དེ་ལ་ངེས་ལེན་ཡག་པོ་བྱས། དེ་སྔས་མ་ཞུས་མ་མྱོང་བ་བོད་ཀྱི་གསོ་བ་རིག་པ་དེ་སྔ་ལོ་རྒྱུས་ཀྱི་ཐོག་ལ་དེ་ལྟ་བུ་རིག་ངེས་ཤོག་ཁག་གི་གྲ། ལ་ཚེ་བསྲུང་བ་སྟེ། དེ་ད་བར་དུ་ལས་ཞུགས་མ་མྱོང་བར་དེའི་ཕྱིར། དེ་ལྟ་བུའི་ལོ་རྒྱུས་ཡུན་རིང་ཕན་ནུས་ཆེན་པོ་འདི་འཇགས་ཤིག་གིས། རྩ་འཛུགས་ཀྱི་ཐད་ནས་འགན་ལེན་ཆོག་མཆན་ཡག་པོ་ཐོབ་པ་དེས་བོད་མིའི་སྨན་ལམ་དེ་རྒྱུན་འཛིན་དང་དར་སྤེལ་གཏོང་ན་མ་འོངས་པ་ལ་ཡར་རྒྱས་དང་འདུན་ལམ་ཆེན་པོ་ཡས་ཀྱིས་དེ་བཤད་མ་དགོས་པ་རེད།
བོད་ལུགས་གསོ་རིག་གི་སྨན་ལམ་ལ་ལོ་ས་སྟོང་ནས་བཞི་སྟོང་བར་གྱི་ལོ་རྒྱུས་ཡོད་པ་དང་སྟོང་ལོག་གི་རྩ་དང་རྩ་རྗེས་ལ་ཤན་ཞུགས་ནས་བྱ་བ་དང་རིམ་པ་འཁུམས་པ་ལ་སོགས་པ་ལ་ཕན་པ་ཆེ་བ་སོགས་ལ་དམིགས་ནས་རྒྱ་ཤི་རྙོག་འདྲེས་རྒྱ་མཚོ། རི་ལྷོམ་ཚེ་རྩ་རྩ་འཛུད་ཀྱིས་མི་ཡི་རིགས་ཀྱི་གཟུགས་མེད་རིག་གནས་ཕྱི་ཕྱོགས་སུ་བཙུད་པ་རེད།
དགེ་རྒན་ལགས་སྐད་ངྷམས་བཟང་དེ་ནི་གོང་ནས་དགེ་རྒན་གི་སྨན་ལམ་གི་སྐོར་གྱི་ཤེས་བྱ་མང་པོ་ཟིན་ང་ཚོར་འཁྲབ་གནང་མཛད་ཀྱི་ཐ་དད་ནི། འདི་ནི་ང་རང་གི་རྒན་ལ་གྲུར་འདོགས་པ་གང་རེད་ཅེ་ན་དེ་རང་ཁར་ཚང་སྨན་ལམ་དུ་བེད་སྤྱོད་བཞིན་པའི་སྨན་པའི་སྨན་ཁང་གང་ཡིན་པ་དེ་དག་གི་ཆ་རྐྱེན་གང་འདྲ་ཞིག་འཛོམས་དགོས་པའི་སྐོར་ལ་རྒན་ལགས་ཀྱིས་ང་ལ་ལན་བཞག་གནང་རོགས་བཀའ་དྲིན་ཆེ། ཡ།
སྨན་བླ་ཞིག་མཁྱེན་དགེས་སྨན་པ་དང་སྨན་ཁུངས། སྨན་པ་ལ་ཐོག་མ་གསོ་བ་རིག་པ་དགོས་ལུགས་ཞེས་བཤད་གྲོགས། ཚོང་མ་ལ་ཤེས་བྱ་ཡག་པོ་ཡོད་པ་རེད་བ། དེ་ཅི། ནི་མི་ས་བྱས་ན། ལུང་གིས་བསྐོར་ལ། ཁྱེད་ལས་མི་སྣ། ཡོག་པོ་ཡོད་དགོས་པ། ད་ལུང་གིས་བསྐོར་ལོག་ལེན་ཡོག་པོ་བྱས་པ་སློབ་སྦྱོང་ཡོག་པོ་བྱས་པ་ཅིག་ཡིན་ན། འདྲ། ལེ་མ་རེད། ཨ་བེ་ལ་སྟངས་པས་ཡོད་རེད་གང་ལ་གཞུང་པ་དེ་ལ་མཁས། རྫི་བོ་འུར་རྡོ་རྒྱག་ལ་མཁས། ར། ཨ་དེ་ལྟ་བུ།

ལྟར། དེ་ནས་འབྲེལ་ཡོད་དགེ། ཁེ་ལས་ཀྱི་སྡེ་ཁག་དང་འབྲེལ་ཡོད་དགེ། སྲིད་གཞུང། ཁག་རིམ་པ་བརྗེས་ནས། ནི་ཡ། ཉིན་སྲིང་བོད་ཀྱི་ཁྱུང་ཆེན་ཤོད་རྒྱུ། དེ་ལྟ་བུ་གྱི་འཛིང་ལག་ཁྱེར། ཡག་པོ་ཡོད་པ་བཤད་ན། དེ་ནི་ཁྱེད་ཀྱིས་ལག་ཆ་ཡག་པོ་ཡོད་ལ། འཛིན་ལག་ཁྱེར་ཡག་པོ་ཡོད་ན། ཆེད་ལས་དང། དེ་བྱེད་སྟངས་ཀྱི་མེ་ལྕེ་འཕྲེད་སྟེང་གི། ཨ། འགྲོ་ལུགས། ཟེར་ན་སྒྲིག་ལམ། དེ་དག་དང་ཆ་མཐུན་པ་རེད། དེ་འདྲ་བྱེད་དུས། ཨ་སྨན་པ་དེ། དེ་ལྟ་བུ་ཡོད་པོ། ཨ་ནི་བྱེད་སྟངས་སྨན་པ་ཡིན་ན་ད་སྨན་པའི་རྒྱུ་བྲུས། བྱེད་ཚེ་ཧ་གོ། རྒྱུ་ནི་བློ་ལྡན་བསམ་པ་དཀར་བ་དང་དམ་ཚིག་ལྡན་ཞིང་རྣམ་པ་བཟོ་བ། བྱ་བ་ལ་བཙན་མི་ཤེས་མཁས་དང་བྲུས། ཨ་སྨན་པ་བྱེད་རྒྱུ་དེ་བསམ་པ་བཟང་པོ། མི་ལ་ཕན་ཐོགས་ཡག་པོ་ཡོད་པ། དགེ་བསྡུས། ནི་སོ་སོ་གིས་ལས་ཀ་ལས་འགན་དེ་ཡག་པོ་བསྒྲུབ་རྒྱུ་ཡིན། འགན་འཁྲི་ཡག་པོ་ཡས་པ་བྱེད་རྒྱུ་འགན་ཡག་པོ་འཁུར་རྒྱུ་དེ་དག་གི་གཙོ་བོ་ཆེན་པོ་རེད་ཨ་སྨན་གོང་གི་དབང་དུ་བཏང་ན་ཨ་དེའི་གསུང་སྒྲ་ཡིན་ན་བོད་ཀྱི་ས་ཁུལ་སྨན་ཁུང་བརྒྱ་ཆའི་ཙམ་དཔེར་ན་དཀར་མཛེས་ཁུལ་བོད་སྨན་ཁུང། མཚོ་སྔོན་ཞིང་ཆེན་བོད་སྨན་ཁང་བོད་ལྗོངས་སྨན་རྩིས་ཁང་ལ་སོགས་པ་ལ་ཨེ་རླུང་གི་ཆེད་ལས་ཀྱི་སྡེ་ཁག་ཡག་པོ་འཛུགས་ཐུབ་ཡོད། ཨེ་ཡིན་ན་ཡང་ད་རུང་མ་འོངས་པ་ལ་ནི་སྣང་གྲུང་གི་ཐོག་ལ་ཡིན་ན་ཡང་མང་ཙམ་སྤུས་ཚད་ཀྱི་ཐོག་ལ་ཡིན་ན་ཡག་ཙམ་དེ་ལྟ་བུའི་རིམ་པའི་བཞིན་དུ་རྒྱ་ཇེ་ཆེར་བཏང་ན། བོད་ཀྱི་གསོ་བ་རིག་པ་ཡོངས་ཀྱི་ཁྱད་པར་ཅན་དུ་སྨན་གླིང་གི་རྒྱུན་འཛིན་དང་དར་སྤེལ་གཏོང་རྒྱུ་ཐད་ལ་ཕན་ཐོགས་ཡོད་པ་དང། དེ་ནས་རྒྱ་ཆེའི་ཞིང་འབྲོག་དམངས་ཚོགས་ལས་བྱེད་པ་དེ་ཚོ་ལ་ཡང་དངོས་སུ་ཕན་ཐོགས་ཡག་པོ་ཡོད་རྒྱུ་བཤད་མ་དགོས་པ་རེད། སྨན་ཁང་སོ་སོའི་སྨན་བློན་གྱི་ཆེད་ལས་ཆེད་ལས་སྡེ་ཁྲིན་ཙང་དུ་བཙུགས་པ་མ་ཟད། ཨ་ནི་སྨན་བློན་བྱེད་རྒྱུ་གི་སྨན་ཁང་ཟུར་དུ་བཙུགས་ན་ཆོག་པ། ཨ་སྨན་བློན་བྱེད་རྒྱུ་གི་སྨན་ཁང་དེ་ཟུར་དུ་བཙུགས་ན། ཨ་ནི་ནད་སྐྱེས་པ་ཙང་དུ་མ་ཟད་གཟུགས་ཁང་བདེ་ཐང་ལ་ཡང་ཕན་པ་ཡག་པོ་ཡོད་པ། དེ་ལྟ་བུ་གི། དགའ་བྱེད་ཀྱི་ནི་ཡོད་པ་རེད། ཨ། དེ་འདྲ་བྱས་པ་ཡིན་ན། ཨེ་གཅིག་ལ་ནད་ཅེས་རྒྱུ་དང་གཉིས་ལ་གཟུགས་ཁམས་བདེ་སྟོང་གི་ཐུགས་ལ་ཡག་པོ་ཡོད་པ། ཨེ་ན་ནད་ཡིན་ན་གོང་ངས་སྔས་མ་བཤད་པ་ལྟར་དུ་ཨ་ཕའི་ནུས་དང། བེང་ལུ་ཡེ་ཤེས་ཀྱི་ཤོག་དང། མེ་ལོང་ཞགས་བཅུག་པའི་ཡུལ་དེ་དག་ལ་གཙོ་བོའི་གཞི་འཛིན་ནས། ཞེས་རྒྱུ་དང། འདི་ནི་ལུས་གང་བདེ་སྲུང་གི་དབང་དུ་བྱས་ན། ནད་མེད་མཁན་དེ་ཚོ་དེས་ནད་ལ་སྔས་འགོག་བྱེད་རྒྱུ་དེ་གལ་ཆེན་པོ་རེད་གཙོ་ཆེན་པོ་རེད། འདི་ནི་བུད་མེད་ཀྱི་ནང་ལ། ལུས་ཐ་མར་དུ་གནས་པ། རྣམ་པར་མ་གྱུར་པ། འདི་ནི་ནད་ཀྱིས་ཟིན་པ་རྣམ་པར་གྱུར་པ་རེད། ཨ། རྩ་རྒྱུད་ཀྱི་ནང་ལག་ཡོད་རེད། ཨ། མི་སྣང་བ་ཚེ་རིང་བར་གནས་པར་བྱ་བ་དང་སྣང་བ་གསོ་བ་འདེབས་པ་ནང་གི་གསོ་བ་རིག་པའི་མན་ངག་ལ་བསླབ་པར་བྱའོ་ཟེར། དེ་བྱེད་དུས། ནད་ཡལ་མཁན་དང་མེད་མཁན། གཉིས་ཀ་ལ། ཕན་པའི་གཞུག་ཡལ་ན། དེ་བས་གལ་ཆེན་པོ་རེད། ད། སྨན་ཁང་སོ་སོས། རང་གི་ཆེད་ལས་བདེ་ཐང་ཙམ་དུ་མ་ཟད། ཨ་སྨན་ཁུང་ཡིན་ན་འདྲ་གཞན་པས་ངུ། བཟོ་ཟིག་གིས་སྨན་ཁུང་གསར་པ་བཙུགས་ན་ཨ། ལུས་ཁང་བདེ་སུས་ལངས་ཡོང་ཕན་ཐོགས་ཡག་པོ་ཡོད། ནད་རིགས་ངན་སྐུ་ལག་ཡོང་ཕན་ཐོགས་ཡག་པོ་ཡོད་དཔེར་ན་དེང་སང་ཡིན་ན། ད་ཀྲི་ཝུའི་བིན་སི་རྟགས་ཅན་ཁང་སི། དེ་ལྟ་བུ་ཟེར་སོགས་མང་པོ་ཡོད། དེ་ནས་མ་འོངས་པའི་གི་ནད་རྒྱུན་འགྱུར་གི་ནད་འགོ་པར་བྱེད་པ། ཨ་ནེ་ངན་དགུ་ཞེས་པ་དང་བཅས་པ། དེ་གཟུགས་པོ་བདེ་སྟོང་ཆེན་པོ། རྨོངས་ཡོང་དེ་གཟུགས་པོ་བདེ་སྟོང་ཆེན་པོ་ཡག་པོ་ཡོང་བར་བྱེད་པ། དེ་ཚོ་དེ་ལ་ལུང་གིས་ཕན་ཐོགས་ཡག་པོ་ཡོད་ས་རེད། ངོ་ཡག་པོ་ཡོད་རྒྱུ་དེ་བྱེད་མ་དགོས་པ། ད་ལྟ་སྔས་མ་ཟེར་བ་ནང་བཞིན། ཨོ། ས་གཉིས་བརྗེ་ལེན་བྱེད་རྒྱུ་གི་ཐོག་ལ། ཨ། དེ་ནི་ཁྱོད་ཀྱི་བྲེལ་ཚད། དེའི་ཤུགས་ལ་བརྟེན་ནས་བར་བུ་བུ་རྒྱུད་ཀྱི་ལག་ན་ཕྱི་ལ་མང་པོ་ཡོང་ཐུབ་རྒྱུ་དེ་ལུས་ཁམས་བདེ་ཁོང་ཚང་གི་ཐོག་ལ་བརྒྱ་ཆ་བརྒྱ་ཕན་པ་ཡོད་ཞེས་སྟོང་བཤད། དེའི་ཁ་ལ་ནི་མེ་བརྒྱད། དྭངས་མ་ཡོག་པོ་བུ་ཚོང་མང་པོ་ལྡན་ན་དེ་བས་ཡོད་པ་དེ་བཤད་མ་དགོས་པ་རེད། དེ་དང་ཆབས་ཅིག་ཏུ་ལ་ད་རུང་ལུང་དང་བོད་སྨན་གྱི་ཐོག་ནས་གཞན་པ། སྐུ་བཞུགས། བཞུགས་པ། སྐུ་ཉིད་དང་བཞུགས་པ་ཟུང་འབྲེལ་བྱེད། ཨ་ནེ་ལུང་དང་གཉང་འདི་ལ་མེས་བུན། དང་ཟུང་འབྲེལ་བྱེད། ཨ་བ་གོན་ཟེར་ན་མེས་བུན། དེ་དང་གཉང་འདི་ལ་མེ་བཙའ་དང་ཟུང་འབྲེལ་བྱས་ན། ཨེ་ནི། ནས་ཡེ་མཁྱེན་དང་མེ་མཁྱེན་གཉིས་ཀ་ལ་ཕན་པ་ཡག་པོ་ཡོད་རྒྱུ། བཤད་མ་དགོས་པ་རེད། ད། སྨན་པ་དང། སྨན་ཁང་གི་ཐད་ནས་ཆ་རྐྱེན་དེ་ཙམ་དུ་མ་ཟད་ད་རུང་སྒྲིག་ཆས་ཡག་པོ་ཡོད། སྨན་རྫས་ཡག་པོ་ཡོད། འོ་སྨན་རྫས་དེ་འདི་ཚོ་ང་གཙོ་བོ་བྱེད་དུས་དེ་ནི་ནད་ལ་ཕན་མཁན་ལུས་ལ་ཕན་མཁན། ཨ་ནི་དད་ལྡན་འདྲ་མིན་མང་པོ་སྤེལ་ཐུབ་ན། ཨ་སྨན་ཁང་ཙམ་དུ་མ་ཟད་ཁྱིམ་ཚང་དཀྱུས་མ་མི་དཀྱུས་མས་ཡང་བྱེད་ཆོག་པ། ཨ་ནི་བདུད་རྩི་ལྔ་སྟེ། ཐན་རྫས་ཡག་པོ་སྤེལ་ཐུབ་ན། དེ་སོ་སོའི་དེ་གི་ཐན་རྫས་དེ་ཚུར་ཉོས་སོ་སོའི་ཁྱིམ་ནང་ལ་ཚུར་ཁུར་ཡོང་ནས་གཟུགས་པོ་འཁྲུ་ཀ་ལ་ཡང་བྱེད་ཆོག་རྐང་པ་འཁྲུ་ཀ་ལ་ཡང་བྱེད་ཆོག། ཨ་ཁྱིམ་ནང་བསྡད་ན་དེ་ད་བྱས་ལ་སོང་ན་དེ་སོ་སོ་དང་མཉམ་དུ་འཁོར་ནས་འགྲོ་ན་ང་བྱེད་ཆོག་པ། གཅིག་ན་སྟབས་བདེ་བ་གཉིས་ན་ཁྱད་ཆེ་བ། གསུམ་ན་དེ་ནི་མི་མང་པོ་ལ་ཕན་ཐོགས་ཡག་པོ་ཡོད་པ་དེ་ལྟ་བུ་གྱི་ཁྱད་ཆེ་དགེ་མཚན་ཡག་པོ་ཡོད་ཀྱི་རེད། སྒྲིག་ཆས་ཀྱི་དབང་དུ་བཏང་ན་ད་སྔ་མོ་ཡིན་ན། སྲུང་སྐར་དག་གནས་ཆེན་པོ།
དེ་ནས་ཨ་བེ་ལ་ཡོད་པའི་རྒྱུ་ཆའི་གཟུགས་ཀྱི་ཀོ་བ་དག། དེ་ནས་བར་གྱི་སྟེང་དག་ད་དེ་ཚོ་ཤིང་ཤིང་ལས་ད་གི་ཤིང་གི་ཐན་ཀུན་བུ་སུ་ཚུགས་པོ་རེ་བ་དེ་ཁ་ལ་གོག་ནས་ཨ་ལུང་བཤད་པ་དེ་དག་དེ་སྲུང་དུ་བྱས་ན་ད་འཕྲུ་ཆས་གི་སྐོར་དང་ཤེས་བྱའི་སྐོར་ལ་ཨ་འདྲ་མི་སྣ་ཚོགས་མང་པོ་ཡོད་དེ་ཚོ་བེད་སྤྱད་ཡག་པོ་གཏོང་ཐུབ་པ་དང་དེང་སང་མེད་པ་དེ་ཡང་ནས་སོ་སོས་བསམ་བློ་བཏང་ནས་ཁྱད་ཆོས་ཡོད་པ་ནས་ངེས་སུ་ལ་ཤེས་རྟགས་བདེ་བ་དེ་ལྟ་བུ་ཆ་ཚང་ལ་ནས། ལག་ལེན་བདེན་དབྱེ། འདྲིས་ཆས་གསར་པ་གསར་གཏོད་རང་བཞིན་ལྡན་པ་དེ་དག་ཐེངས་ཤིག་དང་གོང་འཕེལ་གཏོང་ན་ཡག་པོ་ཡོད་རེད། ཨ་ཏི་བཀྲི་བ་ཚ། ཕྱིར་སྨིན་པ་ཞིག་ཡིན་ན། བློ་ལྡན་གསང་བ་དཀར་བ་དང་དམ་ཚིག་ལྡན་ཞིང་རྣམ་པ་བཟོ་བ། བྱ་བ་ལ་རྩལ་མི་ཆེ་མཁས་དུར་ཁྲོད་ཀྱི་རྒྱུ་འཕྲུལ་དང་ལྡན་དགོས་ལ་ལམ་གྱི་རྨང་གཞི་ལ། བཀོད་བརྙན་བཞུད་གསུམ་དང་མེ་ཕུམ། མེ་བཙའ་བཅས་ཟུང་འབྲེལ་བྱས་ཤིང། དུས་རབས་ཀྱི་ཤེས་འཆོས་ལུས་མཐུན་གྱི་དཔེ་བཞེས་ནས་མང་ཚོགས་ཀྱི་བདེ་ཐང་ལ་བྱ་ཞིབ་བསྒྲུབ་དགོས།
གདན་ལ་སྐུ་ཁམས་བཟང་འདིར་ང་དྲི་བ་བྱས་ཡོད་དེ་གང་ཡིན་ཟེར་ན། སྨོན་ལམ་འདིར་འོས་སྨན་དང་འོས་ཀྱི་དམངས་སྲོལ་གྱི་ཆོས་བརྒྱུད་དང་མཐུན་ལ། དེང་རབས་ཡར་རྒྱས་གོང་འཕེལ་གྱི་འགྲོ་ལུགས་དང་ཡང་ཆ་མཚུངས་པར་གྱི་བཟོ་དགོས་ན་གང་འདྲ་ཞིག་བྱེད་དགོས་རེད་དེའི་ཐད་ནས་རྒན་ཁྱོད་ཀྱིས་ང་ལ་ལན་མདོར་བསྡུས་ཤིག་གསུང་རོགས་ཞེས་རྒན་ལ་བཀའ་དྲིན་ཆེ། ཡ། ད་དྲི་བ་ཧ་གོ་སོང། ཨ་དེ་ཐོག་མ། སྲོལ་རྒྱུན་གྱི་སྐོར་ནས་བཤད་ན། ཨ་སྨན་བླུན་དེ། བོད་སྨན་གྱི་ལག་ལེན་བྱེད་རྒྱུ་གི་ནང་ནས་གལ་ཆེ་ཤོས་ཅི་རེད། སྤྱིར་བཏང་བོད་སྨན་དེ། དེང་སང་ད་འཛམ་བུ་གླིང་གི་ཐོག་ལ་སྲོལ་རྒྱུན་གྱི་གསོ་རིག་ཆེན་པོ་བཞི་ཟེར། དེའི་ནང་ནས་སྤྱིར། རྒྱ་གར་གྱི་གསོ་རིག་རྒྱ་ནག་གི་གསོ་རིག། ཏཱ་ཇིག་གི་གསོ་རིག། ནི་བོད་ཀྱི་གསོ་བ་རིག་པ་དེ་གཞི་ལ་གསོ་སྦྱོང་གི་གསོ་རིག་ཅིང། བོད་སྨན་གྱི་ནང་ལ་སྨན་ལུགས་འདི་ཡང་དམིགས་བསལ་གྱི་ཁྱད་ཆོས་ལྡན་པ། ནད་དཔྱད་ཞིབ་ཀྱི་ཐིག་གི་ཐོག་ལ་ཕན་ཐོགས་ཡག་པོ་ཡོད་མཁན་ཕྱིར། ནད་གསོ་བཅོས་བྱེད་སྐབས་སྨན་པས་བཤད་རྒྱུ་གཙོ་བོ་ལ་ཟས་བཤད་སྨན་བཤད་ཡིག་བཤད།

དགུ། སྨན་མར་ཟེར་བ་དེ། ཨ་ཡོང་སྨན་ཁུ་བ་ཀུ་དེ་དང་མཉམ་དུ་ལ། མར། འབྲུ་ཡི་མར། མང་པོ་མཉམ་དུ་བསྲེས་ནས། དེ་ལ་སྨན་མ་ཟེར། དེ་ལྔ་ལ་ཞི་བཞི་བདེ་ཆེན་ལྔ། ཨ་སྨན་ཞི་གཞོན་གཉིས་ཀྱི་ནང་ནས་གཞོན་བཞི་བདེ་ཆེན་ལྔ་དེ་ལ། ཤལ། ཤུག། སྣ་མིན་རྒྱང་དུ་སྣུར་བ་སོགས་ལྔ། ཨ་ནད་གྱེན་ཐུར་དུ་བཤར་བ་དེ་ལ།

གནས་གཞན་སུ་ཞུགས་སོང་བ་དེ་ཚོ་དེ་ཕྱིར་འབྱིན་པར་བྱེད་པ་ཡིན། ཨ་དེའི་མཚང་ལ་ཤའི་སྡེ་ལྔ་ཤའི་གི་སྐོར་ལ། དར་སི་དུ་ལུན་ཞུས་པ། དེ་ལྔ་སྟེ་ཤའི་སྡེ་ལྔ། དར་ག་ཟེར་ན་ཚ་ཡི་ནད་རོ་དབྱུང་བ་དེ་ལ་ཁྲོག་དང་སྐྱེས། ཨེ་གྲོང་ཡིག་གི་ནད་དུག་དབང་པ་དེ་ལ་མེ་བཙའ་ཞེས་སྐྱེས། ཨེ་ནས། བདེན་གཏུགས་ཀྱི་ནས་རླུང་མཁྲིས་པ་བད་ཀན་སོ་གཉིས་རེས་འདྲེས་སོང་བ་བདེན་པ་སོ་འགའ་དེ་ལ་འདུས་པ། དཔེར་ན། བད་ཀན་དང། གཞན་པ་འདྲེས་སོང་བ་བད་ཀན་ཁང་ཆེ་བ་དེ་ལ། ཤས་ཆེ་བ་དེ་ལ་དུགས། དུགས་ཟེར་ན། ཨ་གཟུགས་པོ་གི་ཐུགས་ལ་དུགས་རྒྱུ་དེ། དེ་ལ་ཚ་དུགས་གྲང་དུགས་ཟེར། རླུང་མཁྲིས་པ་ཤས་ཆེ་བ་དེ་ལ་ལམ་ཟེར། གཙོ་བོ་ཚ་ཡི་ཁམས་ཤས་ཅུང་ཟད་ཡོད་པ་དེ་ལ་དེ་ནས་བྱུང་ཡོད་ས། དེ་ནས་རླུང་གིས་ཁམ་ཤས་ཆེ་བ་དེ་ལ་ཞུགས་པ། དེ་ལྟ་བུའི་གཞི་བཞི། ལྷན་ཅིག་བདེ་ཆེན་ལྔ་གཞུང་བཞི་ཀྱི་ལས་ལྔ་ཞལ་བདེ་ལྔ་སྟེ་ལྔ་གསུམ་བཅོ་ལྔར། དེ་རེ་རེ་ལ་སོ་སོའི་དགེ། ལོག་གནས། ལོག་གནས་ཟེར་ན་ནུས་པ་བདག་ལོག་ལས་ཆེ་བའོ། ཡང་ན་སྔས་མ་བདེ་ཆེན་ལྔ་ཡི་སོ་སྐྱེའི་ཞལ་པ་དེས་ཚོར། ལོ་མི་ཡོངས་ཀྱི་གཉེན་པོའང་ཁ་ནད་ལྟ་བུ་རེ་རེ་རེད། ཞལ་གྱི་བདེ་ཆེན་ལྔ་ལ་རིན་པོ་ཆེ་རྒྱུ་བ། ནས་གཞུང་བཞེད་ཀྱི་ལས་ལྔ་ལ་རྩ་གཞུང། ཀྱི་བླང་གནས་མ། གཞུང་དང། ནས། ཞལ་བདེ་ལྔ་དེ་ལ་ཐུར་མ། ཨོ་སོ་མི་རྩ་ནས་ཐུར་མ་ཡིས་ཀྱི་དེ་སོ་ཡ་བསྣན་ན། ནས། སོ་ས་ལོ་ལིང་བཅོ་བརྒྱད། དེ་ལྟ་བུ། ཡིན། དེ་འདྲ་བྱེད་དུས། ལུམས་ཟེར་བ་དེ་གསོ་སྦྱོང་གི་དབང་དུ་བྱས་ན་རྩ་བ་ཆེན་པོ་རེད། དེ་འདྲ་བྱེད་དུས་དེ་ནས་དེ་སྔ་ལ་ཡང་ནི་ལོ་སྟོང་ཕྲག་བྱས་ནས་མ་རྒྱུན་འཛིན་བྱེད་ཐུབ་ཡོང་དུས་དེ་ང་ཚོས་ཡང་དར་སྤེལ་ཡག་པོ་གཏོང་རྒྱུ་དེ་གལ་ཆེན་པོ་རེད།

བོད་ཀྱི་ས་ཆ་གཙང་དུ་མ་ཟད། རྒྱ་གར་ནང་ཁུལ་གཙང་དུ་མ་ཟད། རྒྱ་ཕྱི་ནང་ག་ས་ག་གི་གནས་ཚུལ་དེ་གང་འདྲ་ཡིན་པ་དེ་འཇོག་པ་བྱས་ན་ཧ་གོ་ཐུབ། ད་དེའི་གི་ནང་ནས་གན་ཐད་ཆེ་ཤོས་དེ་གང་འདྲ་ཡིན། འོ་དངོས་སུ་ཕན་ཐོགས་ཡོད་པ་དེ་གང་འདྲ་ཡིན་པ་དེ་ཧ་གོ་བར་བྱས་ན། ཨེ་དེ་དང། ཟུང་འབྲེལ་བྱས་ནས་དར་སྤེལ་གཏོང་རྒྱུ་དེ་གལ་ཆེན་པོ་རེད། ད་ངེད་ཚོ་ཨ་བེད་མེད་འདི་ཡོད་ས་གཙོ་བོ་བོད་ཀྱི་ས་ཆ་རེད། བོད་ཀྱི་ས་ཆ་དགེ་དབང་དུ་བཏང་ན། ད་མ་འོངས་པ་རྒྱུན་འཛིན་དང་དར་སྤེལ་བྱས་ན། ཨེ་ནས་གཙོ་བོ་སྤྱི་ལ་ཨེ་ན་ད་རང་གཞུང་གི་ཆུ་ཚན་ཞིག་དབེན་མཁན་ཡོད་རེད་བ། ཨ་དེ་མང་པོ་ཡོད་རེད། དེ་ཚོ། རྒྱུ་མཚན་དང། དེ་ནས་ད་སུན་ཞུང་དོ་བདག་དང་བདག་ཉིད་གཏོང་རྒྱུ་དེ་གལ་ཆེན་པོ་རེད། ད་ལྟ་ཡིན་ན་དེ་ལ་གནད་དོན་མང་པོ་ཡོད་རེད། བོད་ཀྱི་ས་ཆ་ལ་དེ་དོ་བདག་བདག་ཉིད་ཀྱི་དུས་ཀྱི་ནུས་པ་ཞན་དུས་ཀྱི་ལས་ཀ་མི་འདང་ས་མང་པོ་ཡོད། ཆེས་རྨོངས་ཀྱི་ནང་གི་རྨོངས་གྱི། རྒྱ་ཆེ་ས་མ་བཤད་ན་ཙོང་ཁྲ་ཡག་པོ་མ་རེད། ཙོང་ཁྲ་མ་ཡོག་ན་ནས་ནས་མེད་པ་དེ་ནས་ཡས་པ་བྱེད་རྒྱུ་གི་ཉེན་ཁ་ཡོད། ཙོང་ཁྲ་ཡག་པོ་མེད་ན་ཨ་ཡུལ་ལུང་གི་སྲོག་ལུས་དང་མཐུན་ན་ཡང་ས་ཆ་གཞན་པ་ནས་ཡོང་པ་དང་མི་རིགས་གཞན་པ་ཡོང་མཁན་དེ་ཁྲིད་དེ་ལ། དགའ་པོ་བྱེད་རྒྱུ་མ་རེད། ཡོང་གི་ཁྱད་པར་ཅན་དུ་ད་བོད་ཀྱི་ས་ཆ་ལ། ས་མཐོ་རི་བཙོང་ཡུལ་ལྗོངས་ཡིད་དུ་འོང་བ། མང་པོ་ཡོད་ཆུ་ཀླུང་གི་ཐན་ཁུལ་ཕུན་སུམ་ཚོགས་པོ་ཡིན། ཡང་ན་ཚྭ་ཆུ་འདྲ་མིན་སྣ་ཚོགས་མང་པོ་ཡོད། ཨ་དེ་སྔར་ཡོད་པ་དེ་སྲུང་སྐྱོང་བེད་སྤྱད་ཡག་པོ་བྱེད། དེའི་ཁ་ལ། ཡང་ན་ཚྭ་ཆུ་ཡོད་སྲིད་ཀྱི་ཉེ་སྐོར་ལ་ད་རུང་ཚྭ་ཆུ་གསར་པ་སྔོག་འདོན་བྱེད་རྒྱུ་ལ་སོགས་པ་བྱེད། དེ་ནི་ཚྭ་ཆུ་ལ་སྨན་གྱི་རིགས་ལྔ་ཞེས་ཡོད་པ་དེ་ཚོ་སྟེ། དུས་ཀྱི་གྲུ་ཆག་དེ་སོ་སོ་སོ་སོར་གང་འདྲ་རེད་འདུག་གྲུ་ཆག་དེ་ཡག་པོ་ཧ་གོ་ན། དེ་ནི་ནད་རིགས་གང་འདྲ་གང་འདྲ་ལ་ཕན་ཐོགས་ཧ་གོ་རྒྱུ། ད་གྲུ་ཆག་གང་འདྲ་ཡིན་པ་དེ། སྨན་གྱི་རིགས་ཀྱི་སྟངས་འདྲ་ཟེར་ན། ད་དཔེར་ན་རྡོ་སུག་གི་གཏེར་ཁ་ཡོད་སྲིད་ཀྱི་ཡན་ཡན་དུ། དེ་ནི་ཅོང་ཞི་དུ་འདྲེས་སོང་བ་ཡིན་ན་དེའི་ཉེར་མཁོ་ལ་ཅོང་ཞི་བཀོལ་གྱི་ཡོད་པ།

ཞུས་པ་བཅས་བཤད་སྡེ་ལྔ་ཡོད། འཇམ་བཤད་ལུན་འདི་ལ་རང་གཞུང་གི་ཆུ་ཚད་ལ་འདི་ཚིག་ལྔ་ཡི་གཞོལ་བ་དང་དུས་རབས་ཀྱི་བྱ་ཐག་བཤད་ནས་ཡར་རྒྱས་བཏང་ན་ཡག་པོ་ཡོད། ད་དེ་ནས་ངས་བོད་ཀྱི་གསོ་བ་རིག་པ་ལས་བོད་ལུགས་རིན་པོ་ཆེ་འདི་ཉིད་བོད་ལུགས་རིན་ཆེན་ཡིན་པ་ཤེས་པར་བྱས་ནས་དེའི་འདུ་ཤེས་ཆགས་པའི་ཐོག་ནས་བོད་ལུགས